ཨོ་ལོ་ད་དེ་རིང་ང་རང་ཚོའི་སློབ་ཚན་རྩ་བའི་སློབ་ཚན་ཟེར་ན་མ་འདུག་སློབ་གྲྭའི་དངོས་གཞི་དེ་གནང་གིན་གསུངས་པ་རེད། བྱས་དྲ་བྱས་ཙང་འདི་མ་རོབ་ཅེས་ཞུས་ན་དྲན་སོང་ཁྱེད་རང་ད་སྐར་ཚང་ང་རང་ཚོའི་རྩ་བ་བློ་རྒྱུགས་ཆེ་གང་ལྟར་པུའུ་ཚང་མ་གི་པད་མ་ཚེ་ཡག་པོ་སློབ་ཚན་བྱས་བཞག། ད་ལྟའི་ནང་ནས་ད་ལྟ་ང་རང་ཚོ་བལྟས་ན་སྤུ་གུ་གཉིས། དེ་སྤུ་གུ་གཉིས་ད་རྩ་བ་ལོ་ཙཱ་བྱས་ཡོད་ན་མེད་ན་གང་ལྟར་རྒྱུགས་སྤྲོད་བྱེད་ས་ལ་སླེབས་མ་སོང། དེ་མ་ཡིན་པ་ཆ་ཚང་དུ་སླེབས་སོང། དེ་ནས་ད་ང་རང་ཚོ་ཚོ་པ་ན་ཕ་ཁྱེད་མོས་ལྔ་བཅུ་ཟིན་མ་ཟིན་གྱི་འདུག་མ་གིར་འཛིན་གྲྭ་ན། འོ་དེའི་ནང་ནས། སློབ་ཕྲུག། གཉིས་འདུག། ད། ལས་ཀའི་རྒྱུན་མང་དང་སུམ་རྟགས་རྩ་སྦྱོང་ཆ་ཚང་ཟིན་མ་ཐུབ་མཁན། ཕྱེད་ཀ་ཙམ་དུ་འགྲོ་མ་ཐུབ་མཁན་གཞན་དག་ཚང་མ་གི། ད་ལས་ཀའི་རྒྱུན་མང་དང་དུས་ཀྱི་རྩ་བ་དག་ཟིན་མ་ཐུབ་མཁན་སུ་མི་འདུག་དེ་ནས། ཡག་ཏུ་བཟོ་དགོས་སུམ་རྟགས་རྩ་སྦྱོང། ལས་ཀའི་རྒྱུན་མང་གཉིས་ཀ་ཟིན་བྱས་ན་དཔེ་མི་སྲིད་ཡག་པོ་ཟིན་ཞིང། འོ་འདི་འདྲ་ཞིག་གང་ལྟར་དཔེ་ཡག་པོ་སློབ་སྦྱོང་གནང་ཤག་དངོས་གནས་དྲན་ནས་བྱས་ཙོ་འདི་ཅིག་ཏུ་ཅི་ཐང་ཤུགས་རྒྱག་དགོས་ཡ་ཅིག་རེད། ག་རེད་ཟེར་ན་འདི་སུམ་རྟགས་དེ་དཔེ་གལ་ཆེན་པོ་རེད་ཁ་ཚང་གོང་དུ་ཞུས་པ་ནང་བཞིན་རེད་ད་ཅིག་དངོས་གནས་སོ་སོ་ས་རྡོ་ཕག་པ་འདྲ་བོ་ཅིག་དང་ཡ་དངོས་གཞི་ཡོད་ངེས་ཅིག་ཡིན་ནི་སྐད་རྒྱག་ཁག་ཧ་རེད་ད་ག་མོར་སོང་དུ་ཡང་ཕར་ཆེར་ཆེ་སྐད་རིགས་འདྲ་བོ་དེ་འདྲ་བེད་སྤྱོད་ཅིག་བཏང་དགོས་ཀྱི་མ་རེད་གཞན་སེམས་ཞིབ་དངོས་གཞི་ཡོད་སོང་བ་ཡིན་ནི་སྐད་རྒྱག་གི་རྒྱུ་ནི་ཉིན་བྱེད་ནི། ཅེས་ཤེས་བྱ་གནས་ལུགས་དེ་ཚོ་རྒྱང་གོ་ཡ་ཟི་གནད་འགག་ཟི་ཡོད་མ་རོ། ཁོ་གཞན་སེམས་ཞུམ་པའི་དངོས་གཞི་རྒྱས་ཡིན་ཏེ་དེ་མེད་ན་ཁོ་དངོས་གཞི་གི་ཤེས་བྱ་གི་རོ། ཡིན་ན་ཡང་ང་རང་ཚོ་སོ་སོ་སྐྱེ་བོ་གྱི་ཡིན་ཕྱིན་ཆད་ལ་སྐད་ཡིག་དེ་གལ་ཆེན་པོ་ཞུ་གཅིག་རེད། ང་ཚོས་ག་རེ་རྒྱང་གོ་བོ་ན་ག་རེ་ཤི་གོ་བོ་ན་སྐད་ཡིག་གི་རྒྱུད་ནས་ཤི་གོ་བོ་རེད། ད་སྔ་མ་ཡིན་ན་དགེ་རྒན་གྱི་རྒྱུད་ནས་ཤི་གོ་བོ་རེད་དེ་ག་སྐད་ཡིག་བེད་སྤྱིད་བཏང་གོ་བོ་རེད་སྐད་སྐད་ཆ་ཅིག་མ་བཤད་ཅེ་ན་ཡི་གེ་ཅིག་ལ་བལྟས་ཞེ་ན་མ་རྒྱང་གོ་བོ་ཡོད་རེད། ད་དེང་སང་དྲ་ལམ་བརྒྱུད་ནས་ཅེས་དགེ་རྒན་སྤྲང་མོ་ཅིག་དངོས་སུ་བསྟན་མ་གོ་བའི་དབང་དུ་བཏང་ན་ཡང། དེའང་སྐད་ཆ་གཅིག་ལ་ཉིན་གཅིག་ཡས་གཅིག་ལ་ལྟས་བྱས་ནས། ཀྱང་དགོས་ཡོད་རེད་མ་གཏོགས་པ་ཀྱི་སྐད་དང་ཡས་གཉིས་ཆུ་ནི་མེད་བ་གཅིག་ལ་ད་རྒྱང་ཡང་ཤིང་ཡས་སུ་མེད་བ་རེད། འདི་ཕྱིན་དགོས་ཡ་གནད་འགག་ཅིག་རེད། དེ་ནས་ང་རང་ཚོ་འདི་ཡི་སློབ་ཕྲུག་འདིའི་ནང་ལོགས་ལ། རྒྱ་གར་རང་ནས་ཟེར་དགོས་རོགས་རྒྱ་གར་རང་གི་མི་ཁོངས་ཡིན་འདི་བ་ཡོད་རོགས་མང་པོ་ཡོད་རོགས། དེ་ནི་བག་ཡོད་རང་གི་མི་ཁོངས་ཡིན་འདོད་པ་མང་པོ་ཡོད་རེད། དེ་ནི་རྒྱ་མིག་གི་མི་ཁོངས་ཡིན་པ་ཡོད་རེད། ད་ལྟ་ཐའེ་ཝན་གྱི། དེ་ནི་དྭང་ནང་བཞིན་བོད་པ་ཡིན་པ་ང་རང་ཚོ་ཡོད་རེད། ད་དུས་ཚོད་ཆ་ཚང་ན་ནི་སྤྱི་དང་གཅིག་གཟིགས་དང། ང་རང་ཚོ་ལ། དེ་ནི་སྐད་ཡིག། པ་མི་སྲིད་པ་གི་སོག་ཙང་ནང་བཞིན་སྐད་ཡིག་གཅིག་དགོས་ཀྱི་རེད། ད་བག་ཡོད་མི་རིགས་ཡིན་ངེས་རྣམ་པར་གཅིག་གཟིགས་དང་ཕྱི་རྣམ་པ་འགྲོ་གྱི་ན། པུའུ་ཆུང་ཆུང་སྐབས་སུ་ནི་ཡང། དགོན་པ་ལ་སླེབས་བྱ་བ་རེད། དེ་ནས་བོད་ཡིག་བོད་སྐད་སྦྱངས་བྱས་དེ་སློབ་སྦྱངས་སྦྱངས་བསྡད་པ་རེད་མ་གཏོགས་བག་ཡོད་རང་གི་སྐད་ཡིག་ལ་ད་ཚ་རང་ཅག་ཕེར་བ་ཡོང་གི་མི་འདུག་ཨ། ཁག་པོ་འདུག་ཨ་མ་གལ་ཏེ་འཛིན་གྲྭ་འགྲོ་མ་མྱོང་དུས། སྐད་དེ་ཤི་བ་རེད་མ་གཏོགས་ཡི་གེ་ཐོག་ཁ་ལ་དཀའ་ལས་ཁག་པོ་ཡོང་གི་འདུག་ཨ། སྐྱ་རྫུན་འདི་གཅིག་དུས་ཙང་ནས། ད། བག་ཡོད་ནས་ཕེབས་ངེས་ནམ་བགྲོ་བྱས་ཆག་ཆག་ཆག་པ་ཡིན་ན། ད་བོད་སྐད་བོད་ཡིག་འདི་ཤོག་བརྒྱབ་ན་སོ་སོ་ལ་རང་ཅག་ཐོས་པའི་སྐད་ཅིག། འདི་ཡག་ཤོས་ཆགས་ས་རེད་བསམ་ས་རེད་ག་ཚོད་ལྷག་པར་དུ་ང་ཚོ་ནང་ཆོས་ཐོག་ཁ་ནས་ནང་ཆོས་ཐོག་ཁ་ནས་གོ་བརྡ་སྤྲད་ནང་ཆོས་ཐོག་ཁ་ནས་ལས་ཀ་ཅིག་བྱེད་དགོས་དུས་འདིར་ལྷག་པ་ཆེ་རྩ་བ་ཉིད་ནས་མེད་པ་རེད། དངོས་གནས་དྲང་གནས་མེད་པ་རེད། དེ་ནི་དག་སྣང་ཞིག་རྒྱ་གི་ཅིག་དེ་ལྟར་ང་རང་ཚོས་རྒྱ་ག་ནས་ཕེབས་མཁན་རྒྱ་ག་མི་སེར་ཟེར་དགོས་ར་རྒྱ་ག་མི་སེར་ཁོངས་གཏོགས་ཅིག་ནས་ཕེབས་ཡོང་མཁན་ཁོང་རྣམ་པ་དྲོ་སྐྱིད་ལ་ཆགས་ཆགས་ཞེས་པ་ཡིན་ན། ད་ཕ་གི་ནི་རྒྱ་ག་གི་སློབ་གྲྭ་འཛིན་གྲྭ་ལྔ་དྲུག་མ་གཏོགས་འགྲོ་མྱོང་ངེས་ཞེ་དྲག་མི་འདུག་བ་མང་ཆེ་བ་དེ་དེ་དགོན་པ་ལ་ཚོ་ཕེབས་ཡོང་རོགས། དེ་ནི་རྒྱ་ག་གི། ཁོ་རང་སྐད་ཡིག་དེ་རང་ཅག་ཕལ་བ་ཡིག་གི་ཐོག་ཁ་ནས་ཡོང་མི་འདུག་སྐད་དེ་ཤེས་བསྡད་པ་རེད་མ་གཏོགས་ཡིག་གི་ཐོག་ཁ་ནས་རང་ཅག་ཕལ་བ་ཅིག་ཡོང་གི་མི་འདུག་དེ་བྱེད་དུས་ཚང་ནས། ཁྱེད་རྣམ་པ་དྲོ་སྐྱིད་ལ་ཆགས་ཆགས་བཞག་པ་ཡིན་ན། ད་ལྟ་དེ་བོད་སྐད་བོད་ཡིག་དེ། གཞི་རྩ་བརྟན་པོ་ཅིག་བཙུགས་དགོས་དེ་གལ་ཆེན་པོ་ཞུ་རེ་བྱ། འདི་གཞི་རྩ་བརྟན་པོ་ཅིག་བཙུགས་མ་ཐུབ་པ་ཡིན་ན་དེ་ནས་སྐད་ཡིག་གང་གལ་ཅིག། ཅིག་རང་ཅག་ཕལ་བ་སྐད་ཡིག་མེད་པ་ཅིག་ཆགས་ཀྱི་རེད། དེ་ཆགས་སོང་བས་ན་དེ་ནི། སྐད་ཡིག་གི་སྲོག་རྩ་མེད་ངེས་མེད་དེ་དེ་ནི་དངོས་གནས་དྲང་གནས་འཛམ་བུ་གླིང་འདིའི་ནང་ཆགས་བཞག་ཆགས་པ་ནི་དེ་ནི་ཧ་ལམ། སྤྱི་ཚོགས་ནང་ནས་སྲོག་མེད་ངེས་ཀྱི་མི་གཅིག་འགྲོ་ཤི་བ་དང་ཧ་ལམ་འདྲ་བ་རེད། དྲང་པོ་བཤད་པ་ཡིན་ན། དངོས་གནས་དྲང་གནས་མི་ལ་བྱིན་ནས་གོ་བརྡ་ཡག་པོ་ཅན་འཕྲོད་ཀྱི་མ་རེད། འདི་བཞིན་མཆན་འགོད་དོ།

ངོ་མ་ཁོང་ཕེར་བ་ཅིག་ཡོང་དགོས་དེ་གལ་ཆེན་པོ་ཞིག་རེད་དེ་སྐད་ཡིག་ཅིག་དེ་ཤི་སོང་བ་ཡིན་ན་དེ་ནི་སྐད་ཡིག་གཞན་དག་དེ་ཚོ་དེ་ལ་རེག་འདྲེས་བྱས་ནས་ཕན་ཚུན་བསྡུར་བྱས་ནས་ཡང་སྦྱང་ཡ་ལ་དཔེ་ཕན་ཐོག་གི་རེད། དེ་ནས། སྐད་ཡིག་ཡག་པོ་ཅིག་ཤི་སོང་བ་ཡིན་ན་གང་ལྟར་སྐད་ཡིག་ཟེར་ན་མི་འདུག་ད་ཡི་གེ་ཡག་པོ་ཅིག་སུམ་རྟགས་ཀྱི་འབྲུ་གཞོང་ད་གང་ལྟར། ད་ལྟ་སྒྲ་རིག་པ་གི་གཞུང་ལུགས་དེ་དཔེ་མི་བསྲེས་པར་བྱང་ཆུབ་པ་ཅིག་ཆགས་སོང་བས་ན་ད་བྱང་ཆུབ་པ་ཟེར་དུས་ཚད་ཀྱིས་མཐོ་བོ་རེད་གོ། ད་ལྟ་ང་རང་ཚོ་སུམ་རྟགས་ཀྱི་ནང་ནས་མང་སྐད་ཆ་བཤད་ཡོང་དུས་ཚང་ནས་ཕྲད་ཇོ་དང་ཁ་ཤས་ཅིག་གི་དཀའ་ངལ་ཕྲད་བྱས་ནས་ད་འདི་ལ་གང་འདྲས་བྱེད་དགོས་ན་ཟེར་པའི་སྦུ་སྟོགས་པོ་ཆགས་ཡ་ཆེ་འདུག་འདི་འདྲས་མ་ཡིན་པ་ཅིག། དངོས་གནས་སྒྲ་རིག་པ་ལ་བྱང་ཆུབ་པ་ཅིག་ཆགས་འདུག་སུམ་རྟགས་ནང་གི་ཕྲད་བརྒྱ་དང་དུས་ཚོད་ཀྱི་ར་བ་ལ་ཡོངས་སུ་དགའ་བྱས་ནས་དཔེ་དེ་ཁོ་རང་ད་བོད་ཀྱི་སྐད་ཡིག་དེ་ཅིག་ཧ་ལམ་ཧམ་པ་ཆེན་པོ་ཅིག་བཤད་ནམ་བོད་ཀྱི་ད་བརྡ་སྤྲོད་བརྡ་སྤྲོད་རིག་པ་ཟེར་ན་མི་འདུག་ད་ག་ནང་བཞིན་ཅིག། མ་གས། རྟགས་འཇོག་གི་སྐོར་དུ་ཚུལ་འདྲ་བོ་དང་དེ་ནས་བྱ་ཚིག་གི་སྐོར་དུ་ཚུལ་འདྲ་བོ་ཅིག་ལ་ད་པེ་ཏི་ཕ། བྱ་བུ་ཟེར་བ་ནང་བཞིན་སེ་བྱས་ན་ཕ་སེ་ཡིན་དུས་ཙང་ནས་ཀོ་པེ་ཏི་ཁོ་ན་ག་བ་ལ་བཀྲུས་ན་བཀྲུ་ཆོག་ཆོག་འཚོ་སྡོད་ཡིན་དུས་ཙང་ནས་ག་བ་ལ་སྡོད་ན་སྡོད་ཆོག་ཆོག། ད་དེ་འདྲའི་གི་གཅིག་དང་འཕྲད་གཅིག་གཉིས་བརྒྱ་ཡ་དེ་ཚོའི་གྲས་ལ་ད་གང་རྒྱག་དང་འདྲ་མི་འདྲ་ལ་ད་མགོ་མཐོན་ཡ་ད་ཕར་བཞག་ཤོག་དེ་འདྲའི་གཅིག་མཁྱེན་དགོས་ད་གལ་ཆེན་པོ་ཞུ་གི་རེད་བཞག་དེ་འདྲའི་གཅིག་མཁྱེན་སོང་ཡིན་ན་དེ་ནི་གཞོན་ཆེན་པོ་དེ་ཚོ་ཡང་ད་སྤྱི་དང་གཞོན་ཆེ་ཡ་གི་ཐ་སྙད་ཁ་ཤས་གཅིག་ཐ་སྙད་གི་ལོ་རྒྱུས་ཁ་ཤས་གཅིག་དེ་ནི་དེ་གི་གཞུང་དེ་གི་བྱུང་བ་དང་ལོ་རྒྱུས་གཅིག་ཧོ་ནས་གཅིག་སྦྱོང་བརྡར་གཅིག་ཟེར་ན་མི་འདུག་གཅིག་སྦྱང་བཞག་པ་ཡིན་ན་དེ་ནི་དེབ་གཞན་དག་དེ་ཚོ་གཅིག་ཀློག་པ་ཙམ་གྱིས་བརྒྱ་ཆ་བརྒྱ་ཐམ་པ། གང་ལ་གང་འཚམ་གོ་བ་ལོན་འགྲོ་གི་རེད། དངོས་གནས་སྐྲག་ནི་རེད་ད། གང་ལྟར་རེད་ཁོ་དེབ་ཁྲིད་ཞགས་པ་དེ་ཚོ་གནའ་སྔ་མ་བླ་མ་དེ་ཚོ་གི་ཁོང་རེད་ཁོང་རྣམ་པའི་མ་དཀར་མོར་སོང་བྱ་བ་ནང་བཞིན་གྱི་རེད། དེ་ནི་མི་གཅིག་མཉམ་པོ་སྐད་ཆ་བཤད་གི་ཡོད་རེད། ད་མི་གཅིག་མཉམ་པོ་སྐད་ཆ་བཤད་བྱས་ནས། བགྲོ་གླེང་བྱས་པའི་བཟོ་འདྲ་བོ་གཅིག་ཚོར་ཡོང་གི་རེད་ཁོ་ཚོས། བྱས་ཙང་དེ་མ་གཏོགས་པ་ཀི་ཏཱ་ཀི་ཡིག་གི་རྨང་གཞི་བརྟན་པོ་ཅིག་མེད་ཚད་དུ་མི་གཅིག་གིས་སྐད་རྒྱག་རང་བྱས་ཉན་བྱས་ནས་དེ་ནས་དེ་འདྲའི་ཅིག་བྱེད་དགོས་ན། གང་གལ་ཆེ་ས་ཆོད་ཡོད་མ་རེད་ཡར་རྒྱས་འགྲོ་གི་མ་རེད་གོང་འཕེལ་འགྲོ་གི་མ་རེད། དངོས་གནས་དྲ་གནས་འགྲོ་གི་མ་རེད་ཀོ། འོ་བྱས་ཙང་འདི་བྱེད་དུས་ཙང་ནས་ཀི་ཡིག་གི་རྨང་གཞི་ཡག་པོ་ཅིག་ཡོད་སོང་ཡིན་ན་དེ་ནང་ནས་ཅིག། སྒྲ་རིག་པའི་སྐོར་ཀི་ཏཱ་སྔོན་མ་རྨང་གཞི་ཚད་ལྡན་ཅིག་ཡོད་བོད་ཀི་ཐ་སྙད་དང་བོད་ཡིག་ཐ་སྙད་དུ་ཚུད་དྲན།

ད་ཉིན་སྟབས་བདེ་བོ་གོ་སྟབས་བདེ་བོ་དེ་འདྲ་བྱེད་ཡོད་རེད་གོ། འདི་གཅིག་རེད་ཤག་འདི་གནད་འགག་ཅིག་རེད་ཤག་ཁྱེད་ཚོ་འདི་འདྲ་བྱེད་དུས་ཚང་ནས་རྣམ་པ་ཚོས་དབྱིན་ཇིའི་མིང་གཅིག་སྐད་ཡིག་གཅིག་དམངས་གཞི་ཡོད་པ་ཅིག་སྲོག་རྩ་ཡོད་པ་ཅིག་བྱེད་དགོས་དེ་གལ་ཆེན་པོ་ཤོས་རེད་ཤག་དེའི་ནང་ནས་ད་ལྟ་བོད་ཀྱི་སྐད་ཡིག་དེ་ང་རང་ཚོའི་འདིའི་ནང་དུ་བོད་ཀྱི་སྐད་ཡིག་དེ་ལས་སླ་བ་ཅིག་ང་རང་ཚོ་ལ་གདམ་ག་མི་འདུག་ཟེར་དྲན་གྱི་འདུག་ལྷག་པར་དུ་ཆོས་རྗེ་མི་སྣ་གཅིག་རེད་བ་ནང་ཆོས་ཀྱི་སྐད་ཆ་བཤད་མཁན་ཅིག་ད་ཚོང་དང་དེ་འདྲའི་སྐད་ཆ་བཤད་མཁན་ཡིན་ན་སྐད་ཆ་ཁ་ཧ་རེད་ད་ང་ཚོ་འདིའི་ནང་ནས་བར་ཆད་དང། སྤུ་ཆུང་ཆུང་ནི་ད་ལྟ་བར་དུ་བྱེད་རྣམ་པ་ཚང་མ་ནང་ཆོས་ཁང་ལ་དཀའ་ལས་བརྒྱབ་ཤུགས་བརྒྱབ་བཞག་པ་རེད་ད་མི་ཚེ་ལྷག་མ་བར་ཆད་དེ་ལ་ཤུགས་རྒྱག་རྒྱུ་རེད་བརྒྱབ་ནས་བར་ཆད་གྲུབ་འབྲས་མཐོང་ཆེ་གི་མེད་འགྲོ། འོ་བྱས་ཙང་དེ་རིང་བྱེད་དུས་ཙང་ནི་ད་ནང་ཆོས་གཅིག་ལ། གཅིག་གི་བེད་སྤྱོད་བཏང་ཡག་གི་སྐད་ཡིག་གཅིག་ལ་ད་ལྟ། བོད་པའི་སྐད་ཡིག་དེ་ལ་ལྷག་བ་ཅིག་མེད་པ་བརྒྱ་ཆ་བརྒྱ་ཐམ་པ་རེད། བརྒྱ་ཆ་བརྒྱ་ཐམ་པ་རེད། བྱས་ཙང་དེ་བྱེད་དུས་གནའ་སྔ་མ་ཡིན་ན་ད། ལེགས་སྦྱར་གྱི་སྐད་དེ་ཚོ་བྱིན་རླབས་ཆེན་པོ་རེད་འདིའི་ནང་ན། སངས་རྒྱས་དང་བྱང་ཆུབ་སེམས་དཔའ་མང་པོ་ཞིག་གི་ཆོས་གསུངས་ཡོད་རེད། དེ་ནས་བཀའ་དང་བསྟན་བཅོས་མང་པོ་ཞིག་བཞུགས་ཡོད་རེད་ཟེར་སྐད་ཆ་བཤད་བ་ནང་བཞིན་ད་ད་ལྟ་གི་བོད་སྐད་དེ་བྱིན་རླབས་ཆེན་པོ་རེད་ཟེར་དྲན་གྱི་ཡོད་ངེས་དངོས་གནས། དངོས་གནས་བྱིན་རླབས་ཆེན་པོ་རེད་ཟེར་དྲན་གྱི་ཡོད། ཨོ་བྱས་ཙང་འདི་རེད་གཅིག་རེད་བྱས་གནད་དོན་གཅིག། དེ་ནས་ད་ང་ཚོས། བྱེ་བྲག་དེ་རེད། བྱེ་བྲག་དེ་ལ་ད་ཅི་ལྟར་ནས་འདི་ཡི་རྒྱས་པ་དེ་རྟ་མཇུག་ན་ནས་ཡོང་གི་རེད་ཡིན་པ་ཡིན་ན་ད་འདི་ནས་མ་མདོར་བསྡུས་ཀྱིས་ཞུ་དགོས་བར་ཁོ་ད་བྱེ་བྲག་ལ་སླེབས་པ་རེད། བྱས་ཙང། བྱེ་བྲག་དེ་ལ་ནམ་རྒྱུན་ག་རེ་ཡོང་གི་རེད་ཟེར་ན་བྱ་རྒྱུའི་ལས་གསུམ། བྱ་རྒྱུའི་ལས་གསུམ་ཟེར་དེ་ཡོང་གི་རེད་ད་དེ་ཡོངས་གྲགས་རེད་སྐད་ཆ་དེ་ཚང་མས་མཁྱེན་གི་རེད་བྱ་རྒྱུའི་ལས་གསུམ་ཟེར་དེ། ད་བྱ་རྒྱུའི་ལས་གསུམ་ཟེར་ཡོང་དུས་ཙང་ནས་བྱ་ཟེར་ན་ག་རེ་རེད་བྱེད་ཟེར་ན་ག་རེ་རེད་ལས་ཟེར་ན་ག་རེ་རེད་དེ་ཁག་ཁག་ཅིག་ཤེས་དགོས་བར་རེད་དེ་གལ་ཆེན་པོ་དཔེ་རེད། དེ་སྐྱིད་དང་གཏང་རྒྱུག་ནང་ན་དགོས་མཁོ་ཆེན་པོ་ཞུས་ཡོད་རེད་གཏང་རྒྱུག་ནང་ན་བདག་གཞན་དུས་གསུམ་དང་བྱ་རྗེས་ལས་གསུམ་དུ་དཔེ་གལ་ཆེན་པོ་རེད། འོ། འདི་ནང་ནས་ད་བྱ་རྗེས་ལས་གསུམ་དེ་ག་འདྲ་གྱི་ངོས་འཛིན་བྱེད་དགོས་ཟེར་ན་དཔེར་ན་བཀྲ་ཤིས་ཀྱི་ཤིང་སྐྱེས་ཟེར་ཡག་གི་དཔེ་བརྗོད་ཅིག་བྱ་བ་ཡིན་ན་ད་དེ་ནང་བྱ་རྗེས་ལས་གསུམ་ཆ་ཚང་འདུས་སྡོད་ཡོད་རེད། ཆ་ཚང་བ་དེ་ནང་ཚང་ཡོད་རེད། ཚང་ཡོད་པ་ཡིན་ན་ད་བཀྲ་ཤིས་ཟེར་ཡག་དེ་ག་རེ་རེད་ཟེར་ན་འདི་ནང་ནས་བྱིས་ཟེར་ཡག་དེ་རེད། བྱེད་པ་པོ་ཡིན་ཆོག་གི་རེད། མཚམས་མཚམས་བྱེད་པ་ལ་ཡང་འདི་བྱེད་སྒྲ་རྒྱག་གི་རེད། ཡིན་ནའང་སྐབས་འདི་ནི་བཀྲ་ཤིས་བྱེད་པ་པོ་རེད། བྱས་ཙང། བྱེས་ཟེར་ཡ་དེ་བཀྲ་ཤིས་རེད། བྱེད་པ་པོ་རེད། གར་སའི་བཀྲ་ཤིས་ལ་ལྟ་རེ་བྱས་ཡོད་པ་ཡིན་ནའང་དེའང། བྱེས་ཟེར་ཡ་དེའི་ནང་འགྲོ་གི་རེད། ག་རེ་ཟེར་ན་དེ་བྱེད་པ་རེད། བྱེད་པ་ཟེར་དུས་ལག་ཆ་ལ་གོ་གི་རེད། འོ། འདི་ལྟ་དངོས་པོ་བདག་རྐྱེན་དེ་ཚོ་མ་བཤད་དེ་ཚོ་མགོ་རྙོག་རོགས་རེད། དེ་མ་གཏོགས་པ་གི་འདི་ཚོའི་སྙིང་པོ་འཁྲུལ་སོང་ན་སྟབས་བདེ་བོ་འགྲོ་བྱེད་ཡོད་རེད་ཡིན་ན་ཡང་ད་འདི་བཞག་ཞོག།

བྱ་བ་རེ་གཉིས་ག་རེ་བྱེད་དགོས་ཟེར་ན། བྱེད་པ་པོ་ལ་ཡོད་པའི་བྱ་བ་དང། བྱ་བའི་ཡོ་ལོ་ཡོད་པའི་བྱ་བ་ཟེར་ནས། ད་གཉིས་བྱེད་དགོས་ད་འདི་ལ་རྙོག་དྲ་མང་པོ་རེད་རྩོད་གཞི་མང་པོ་རེད་ད་བྱ་བའི་ཡོ་ལོ་ཡོད། ག་ཚོད་རོགས་བྱ་བ་ཡོད་མ་རེད་ཟེར་ཡ་འདྲ་བོ་དང་ད་ཡོ་ལོ་བྱ་བ་ཡོད་གསུངས་ན་དཔེ་བསགས་རེད་ཟེར་ཡ་འདྲ་བོ་དེ་འདྲ་གསུང་ངེས་ཡོད་རེད་དེ་གང་ལྟར། དེ་ཡང་རེད་དེ་དེ་འདྲ་གཅིག་གསུང་ངེས་ཡོད་རེད་དེ་ད་དེ་ཚོ་འདྲ་ཚད་མ་གལ། རིགས་པ་འདྲུད་འདྲ་བོ་དང་དེ་འདྲ་འདྲུད་ཀྱི་བཏང་བསྡད་པ་ཡིན་ན་ཡང་བཏང་རྒྱུ་ཡོད་རེད་བ། ཡིན་པ་ཡིན་ན་འདི་བརྡབ་འཕྲུག་རང་ནས་བྱས་བཞག་པ་ཡིན་ན།

བྱ་བ་ཟིན་དུས་ཡིན་གྱི་མིན་གྱི་བྱེད་པ་པོ་ཞིག་གིས་ཅིག་དེ་འདྲའི་མགོ་འཕྱུག་ལྷང་དེ་དེ་ཙམ་གྱིས་ཁྱབ་པ་ཡོད་མ་རེད་བ། སྐབས་འདི་ནས། བྱ་བ་ཟེར་ཡོད་འདུག་ཙང་ནས་འགྱུར་བ་གཅིག་ལ་གོ་དགོས་རེད་འགྱུར་བ་དེ་ཡང་ཡོལ་གྱི་ངོས་ནས་འགྱུར་བ་གཅིག་ཕྱིན་ཡོད་རེད་ད་ལྟ་རེ་ཞུས་ཞུས་བྱས་ནས་ཡོལ་གྱི་ངོས་ནས་འགྱུར་བ་གཅིག་ཡང་ཕྱིན་མེད་ན་ད་གཞན་སྐྱིད་པའི་དུས་ཡོད་མ་རེད་བ་གཞན་ག་དུས་ཁྱད་ཚར་གི་རེད་གོ་ད་རེ་དེ་ད་གྲོགས་ལ་འགྲོ་རྒྱུ་རེད་མ་གཏོགས་གཞན་ད་ཅི་ཀྱང་ཡོད་རྒྱུ་མ་རེད་བ། ཁྱེད་ཚོ་འདི་བྱས་དུས་ཙང་ནས། སྟ་རེ་ཞོད་གེ་ཞོད་གེ་ལ་ཡོལ་གྱི་སྟེང་ནས་འགྱུར་བ་གྱིས་ཕྱིན་པ་རེད། དེ་འགྱུར་བ་ག་རེ་ཕྱིན་བ་ཟེར་ན་ཡོལ་གྱི་སྟེང་ནས་ཤིང་དེ་རིམ་པས་རིམ་པས་ཕྱེ་གི་ཡོད་རེད། དེ་འགྱུར་བ་གྱིས་འགྲོ་གི་ཡོད་རེད་དེ་ཕྱེ་བས་ཟ་བ་ཟེར་ནས་གང་ལྟར་ཡོལ་ལ་ཡོད་པའི་བྱ་བ་དེ་རེད་དེ་ཡོད་པ་རེད་ཏན་ཏན་རེད། ད་དེ་བྱ་བ་དེ་གི་འབྲས་བུ་ཟིག་བྱ་ན་འགྲིག་གི་ཡོད་རེད་གང་ལྟར་དེ་འདྲ་ཞིག་རེད། དེ་བྱ་ཟེར་ཡ་དེ་རེད་བྱ་དེ་ལ་བྱེད་ལས་དང་བྱ་ལས་གཉིས། འདི་མཁྱེན་དགོས་ཡ་དེ་བྱ་རྗེས་ཟེར། ད་ལས་ཟེར་ཡ་དེ་རེད། ལས་ཟེར་ཡ་དེ་ག་རེ་ལ་བྱ་གི་རེད་ཟེར་ཡ་འདུག་ཙང་ནས་ལས་ཟེར་ཡ་དེ་ད་ནམ་རྒྱུ་ལས་ཀ་ལས་ཡ་གི་ལས་དེ་མ་རེད་གོ། དེ་ཡང་ནང་བཞིན་ལས་ཀ་ན་ལས་ལས་རྒྱུ་འབྲས་ཟེར་ཡ་གི་ལས་དེ་ཡང་མ་རེད། ཨ་འདི་ནང་ནས་ལས་ཟེར་ཡ་དེ་ཡོད་ལ་བྱ་དགོས་རེད། ལས་དེ་ཡོད་དེ་ག་རེ་ཟེར་ན་ད་ལྟ་ཤིང་སྡོང། ཤིང་སྡོང་དེ་ལ་ད་ཡོད་དེ་ལ་གཉིས་བཞག་དགོས་གི་རེད་བསམ་བསམ་རེད་ད་གང་དག་གི་རྟ་མཇུག་ནས་མ་ཡོང་གི། དངུལ་ཡོར་དང་བྱ་ཡོར་ཟེར་ནས། ད་དེ་ལ་དངུལ་ཡོར་དང་བྱ་ཡོར་མ་བཞག་བ་བྱས་བྱས་ནས་ཡང་ཡོར་དེ་ལ་གཅིག་གཅིག་པོ་བཞག་ཤ་ན། ཅུག་ཚ་བོ་འདྲ་བྱས་ཡོད་རེད་ད་འདི་ནང་ན་དཀར་ལེབ་དྲུང་ཡིག་ཁོང་རྣམ་པ་གིས་བཏགས་ས་ཟེར་ན་མི་འདུག་ཁ་མཚར་རྩེད་མོ་བཟོ་འདྲ་བོ་ཅིག་བྱས་བྱས་ནས་ཡང་ལ་ཡང་ན་ཤིང་ལ་རྩབ་སྟེང་གི་རྐང་པ་བཅད་དང་ལག་པ་བཅད་སེ་བཟོ་འདྲ་བོ་དེ་འདྲ་གསུངས་མྱོང་ཡོད་རེད་ད། ཤིང་དེ་ཡོར་རང་ཡིན་སོང་ཡིན་ན་རྐྱང་གླིང་གི་ར་བ་དེ་ཡོར་རེད་མ་གཏོགས་ཤིང་དེ་ཡོར་མ་རེད་སྲིད་ད། གར་སའི་ཤིང་དེ་ཡོལ་སོང་བ་ཡིན་ན་དེ་ནི་ཁྱོད་ཀྱིས་རྟ་རེག་གི་ཤིང་སྐྱེས་ཟེར་ཡོད་འདུག་ཅང་ནས། རྟ་རེག་གི་ཤིང་སྐྱེས་ཟེར་བའི་སྐབས་སུ་དེ་ནི་ཤིང་དེ་སྐྱེས་ས་གིས་སྐྱེས་ཟེར་ན་མི་འདུག་སྐྱེས་བུའི་ཡོལ་དེ་སྐྱེས་འདི་གང་ལ་ཆུ་རྐང་པ་ལག་པ་གཅིག་བཅད་ནས་རྟ་རྩ་བཏིང་སྟེ་ཤིང་སྐྱེས་འདི་སྐྱེས་བྱ་ཡིན་པས། དེ་འདྲའི་བཀའ་མོལ་གྱི་སྲོལ་ཉན་ཡོད་རེད་སྐྱེས་རྩ་འདི་སྐྱེས་དུས་སུ་དངུལ་ཡོལ་དང། ཨ་ནི་བྱ་ཡོལ་ཟེར་ནས་ཁ་ཧ་ཕྱིས་ན། ཡག་པོ་ཡོད་རེད་བསམ་བསམ་འགྲོ་རྒྱུར་རྟ་དེ་ཚོའི་གྲས་གཤམ་ནས་ཡོང་གི་རེད་གང་ལྟར་ལས་ཟེར་ན་མི་འདུག་ཡོལ་དེ། བྱ་བྱིས་ལས་ཟེར་ཡོད་འདུག་ཡོལ་དེ། ཡོར་དེ་ཤིང་ཡིན་ན་རེག་རྐྱང་གླིང་གི་ར་བ་དེ་དང་ཤིང་དེ་ཚོ་སྤྲད་དེ་ཡོར་ལ་འདུག་གི་རེད། སྟ་རེ་དང་མི་དེ་བྱེད་པ་ལ་འདུག་གི་རེད། ད་ལྟ་བྱ་བྱིའི་ཚལ་འདུག་བྱེད་པ་པོའི་ཁོངས་སུ་འདུག་གི་རེད། དེ་ནས། ལས་ཟེར་ཡང་དེ། བྱ་ཟེར་ཡང་དེ་བྱེད་ལས་བྱ་ལས་གཉིས། བྱ་བ་ལ། འོ་འདི་འདྲས་བྱེད་རེད། ད་བྱས་ཙང་འདི་འདྲས་བྱེད་ཡིན་དུས་འདི་འདྲས་གཅིག་པུ་སྒང་ནས་མ། རྣལ་འབྱོར་གྱི་དཀའ་གནད་དུ་ཚུད་ཚང་མ་དེ་ནས་འཕྲོས་ཡོང་གི་རེད། བྱ་བྱེད་ལས་གསུམ་དེ་རེད། ད་དེའི་སྒང་ནས་བྱ་བ་གཅིག་ལས་ཤའང་འདུག། དུས་གསུམ་དུ་མ་འགྲོ་རང་འགྲོ་རེད། དེ་ནས། བྱེད་པ་པོ་དང་བྱ་བའི་ཡོར་དུ་ཚུད་གཉིས་གཅིག་སླེབས་ཡོང་དུས་ཙང་ནི་བདག་གཞན་དངོས་པོ་བདག་གཞན་གཉིས་མ་ཤ་རང་ཤ་རེད། འོ་བྱས་ཙང་དེ་འདྲའི་ཆེད་ནས་དངོས་པོ་བདག་གཞན་གཉིས་དང་བྱ་བྱེད་ལས་གསུམ་དང། དེ་ནས་དུས་གསུམ་གྱི་རྣམ་གཞག་ཆ་ཚང་དེ། བཀྲ་ཤིས་ཀྱི་ཤིང་བཅད་ཟེར་ཡ་ཚིག་རྐང་འདི་གཅིག་པུ་སྒང་ནས་མ་ལྟ་རྟ་མཆོག་གི་དཀའ་གནད་ཆ་ཚང་དེ་དེའི་སྒང་ལ་འདུས་པ་རེད། འོ་འདི་རེད།

བྱེད་པ་པོ་གང་ཡང་ཡང་ན་བྱེད་པ་གང་ཞིག་གིས། བྱ་བ་ཅི་བྱེད་པ་སྟོན་ཡོན་དུ་བརྩམས་ནས་དེ་བྱེད་སྒྲ་དེ། ཐག་ཉེ་ས་ལ་ཡོད་ངེས་ཡོད་རེད་ཐག་འགྱངས་ས་ལ་ཡོད་ངེས་ཡོད་རེད། དཔེར་ན་ཆ་བཞག་ཡོད་པ་ན། བཀྲ་ཤིས་ཀྱིས་ཤིང་བསྐྱེད་ཟེར་ན་དཔེ་མི་སྲིད་པ། ཐག་ཉེ་བོ་ལ་འདུག་ཤིང་དེ་མ་གཏོགས་བར་དུ་ཆོད་མི་འདུག་ཨ། དག་སྣང་ཤེས་གཅིག། གང་དག་གིས་གནམ་ལོ་གསར་པ་ལ། སྐུ་མགྲོན་རྣམ་པ་ཟེར་ན་མི་འདུག་ད། ཁང་པ་ཡང་ངེས་ཚང་མ་ལ།

བྱེ་བྲག་བརྒྱ་བའི་ཆ་བག་ཡོད་རེད་བས་ཟེར་ན་སྤྱི་སྟངས་བརྒྱ་དགོས་བོ་རེད་མཐའ་གཅིག་ཏུ་ཆ་བག་ཡོད་མ་རེད། དེ་གང་འདྲ་བྱེད་རེད་ཟེར་ན་དཔེར་ན་ང་འགྲོ་ཟེར་གྱི་ཡོད་རང། ང་འགྲོ་ཟེར་དུས་བྱེད་པ་པོ་འདུག་ཨ་ང་རེད་བ། ང་བྱེད་པ་པོ་རེད་འགྲོ་ངེས་ང་རེད་བྱས་ཙང་བྱེད་པ་པོ་ཡོད་ཚར་བ་རེད་ཡིན་ན་ཡང་དེ་ལ་བྱེ་བྲག་བརྒྱ་ཡོད་མ་རེད་ངས་འགྲོ་ཟེར་གྱི་མ་རེད་ང་འགྲོ་ཟེར་གྱི་རེད། ཨ། འདི་གཅིག་རེད། དེ་ནས། ངས། དེབ་ཀློག་ཟེར་གྱི་རེད། ངས་དེབ་ཀློག་ཟེར་གི་རེད། དེའི་སྐབས་སུ། ང་ཟེར་ངས་རྒྱག་གི་རེད། ད་དེ་གཉིས་ཀྱི་ཁྱད་པར་ག་རེ་བྱེད་ཀྱི་རེད། དེ་གཉིས་ཀྱི་ཁྱད་པར་དེ་དག་ནམ་རྒྱུན་བྱེད་འབྲས་ལས་ཚེགས་བྱེད་མི་ལས་ཚེགས་ཟེར་ན་མི་འདུག་བྱ་བྱིས་ཐ་དད་པ་དང་བྱ་བྱིས་ཐ་མི་དད་པ་གང་འདྲ་རེད་ཅེས་བཞག་པ་ཡིན་ན་ཨོ་འདི་གི་ཁྱད་པར་དེ་རེད། ད། ང་འགྲོ་ཟེར་ཡོང་དུས་ཙང་ནས། དེ་བྱེད་མི་ལས་ཚེགས་བཞག་དགོས་རེད། དེ་བྱེད་མི་ལས་ཚེགས་ག་རེ་བྱས་ནས་བཞག་དགོས་བྱེད་པ་པོ་ཡོད་ན་ཡང་བྱེད་མི་ལས་ཚེགས་ག་རེ་བྱས་ནས་བཞག་དགོས་ཟེར་ན། འགྲོ་མཁན་དེ་དང། འགྲོ་བ་པོ་དེ་དང་འགྲོ་རྒྱུ་གཉིས་ཁག་ཁག་ཡོད་མ་རེད། འགྲོ་མཁན་ང་རེད། འགྲོ་བ་པོ་ཟེར་ན་ང་རང་རེད་འགྲོ་རྒྱུ་དེ་ང་རེད། ད་དེའི་གོ་བ་དེ་ག་འདྲི་རུ་གྱི་གཉིས་དགོས་ཟེར་ན་དཔེར་ན་ཆ་བཞག་གི་བ་ན་དྲི་བ་གཅིག་དྲིས་བ་ཡིན་ན། ཨ། བཀྲ་ཤིས་ཤར་ལ་ཕྱིན་སོང་ཟེར་ན། སུས་ཤར་ལ་ཕྱིན་སོང་ཟེར་ན་བཀྲ་ཤིས་ཟེར་གི་རེད། ག་རེས་ཤར་ལ་ཕྱིན་སོང་ཟེར་ན། ད། ཡང་བསྐྱར་ཁོ། བཀྲ་ཤིས་ཕྱིན་སོང་ཟེར་ཟེར་དེ་དེ་ག་རེས་ཕྱིན་སོང་ཟེར་ན་གོ་རྒྱུ་ཆོད་ནི་མེད་ཀྱོ་ལན་འདི་ལ་ལན་གཉིས་པ་ཅིག་སྤྲད་རྒྱུ་མི་འདུག་ཨ། ཁོ། སུ་ཕྱིན་སོང་ཟེར་ན་བཀྲ་ཤིས་ལས་ལོགས་སུ་གྱུར་པ་ཡང་བསྐྱར་ཅིག་ཨོ་དེ་ཕྱིན་སོང་ཟེར་ནས། འགྲོ་འགྲོ་བྱ་བཀྲ་ཤིས་ལས་མ་ཡིན་མཁན་ཅིག་སྟོན་རྒྱུ་མི་འདུག་ཨ། ཨོ་བྱས་ཙང་འདི་ཚོས་བྲེལ་བྱ་ཅིག་ཐག་མི་བསྡད་པ་ཡིན་པ་དང་རེད།

སྤྱན་ལྔའི་བཀྲ་ཤིས་དེ་ལ་ལོགས་སུ་བྱོས་པ་ཅེས་བྱ་སྟེ་ཤིང་སྟོན་ཡང་འདོགས། ཨོ་རྒྱན་ས་བདུད་ཚུལ་བྲལ་དེ་ལ་བྱ་ཁྱི་ཐ་དད་པ་སེ་ཡོད་རེ། ད་ལྟ་དེ་ལ་དེ་སྐྱེས་ཀྱི། དེ་ནས་ཡང་དཔེར་ན་ཁྱུ་མཆེད་ཟེར་ཡང་འདྲ་བོ་དང། མེ་འབར་ཟེར་ཡང་འདྲ་བོ་དང། འཁོར་ལོ་འཁོར་ཟེར་ཡང་འདྲ་བོ། དུས་ཚོད་བྲལ་དེ་ཡང་ད། བྱེ་མའི་ལས་ཚིག་བྱ་དགོས་རེ།

བྱེད་དྲ་རྒྱ་དགོས་མེད་ན་ང་བྱ་ཉོ་བར་འགྲོ་ཟེར་གི་འདུག་ཡང་ན་ངས་བྱ་ཉོ་ཟེར་གི་འདུག་དེ་ལ་བྱེད་དྲ་རྒྱག་གི་འདུག་ཡིན་ན་ཡང་ངས་བྱ་ང་བྱ་ཉོ་རུ་འགྲོ་ཟེར་ཡང་དེ་འདྲའི་འགྲོ་ཟེར་གི་བྱ་ཚིག་དེ་ཡོད་ཚ་དུས་ང་ཡོད་པ་ཡིན་ན་ངས་བྱ་ཉོ་གི་ཡོད་ན་ཡང་ངས་བྱ་ཉོ་ཡག་གི་ལས་ཀ་དེ་བྱེད་ཀྱི་ཡོད་ན་ཡང་ད་དུང་ངས་རྒྱག་མི་དགོས་དེ་ག་རེ་རེད་འདི་སྐད་རྒྱག་ཡང་ཡོང་གི་རེད། ད་འདི། ད། དངོས་གནས་བྱས་ན་ཅང་ཉོ་ཡ་ཁ་ཁ་འདུག་ཨ། ཅང་ཉོ་ཡ་ཁ་ཁ་འདུག་ཨ་ཅང་ཉོ་ངེས་ང་རེད། ཉོ་རྒྱུ་ཅག་རེད། ཉོ་ངེས་དང་ཉོ་རྒྱུ་ཁ་ཁ་འདུག་ཨ། ཡིན་པ་ཡིན་ནའང་དེ་ལ། ངས་ཅང་ཉོ་རུ་འགྲོ་ཟེར་ན་གར་སྤྱི་ན་ལབ་དགོས་ཡོད་མ་རེད། བྱས་ཙང་འདི་སྐད་ཅེས་ད་ཡོང་གི་རེད། ད་འདི་ནང་ནས།

ཁོ་ལ་བྱེ་བྲག་བརྒྱ་དགུ་དང་མི་དགུ་ཐག་གཅོད་བྱེད་མཁན་གྱི་བྱ་ཚིག་དེ་འགྲོ་ཟའི་བྱ་བ་དེ་རེད། བྱས་ཙང་འདི་འདྲས་བྱེད་ཡོང་དུས་ཙང་ནི། འགྲོ་ཟའི་བྱ་བ་དེ། ང་འགྲོ་ཟས་ཡོང་དུས་ཙང་ནི་འགྲོ་རྒྱུ་ང་དང་འགྲོ་བྱེད་ང་མ་གཏོགས་མེད་བ། ད་ལྟའི་མེད་བ། བྱས་ཙང་འདིའི་རེག་དེ་ལ་ཁོ་ད་བྱ་ཉོ་བ་ལ་སོགས་པའི་གཞན་དག་གི་པར་རོ་ལ། བྱ་ཚིག་གཞན་དག་གི་སྐྱོན་པ་ཡིན་ན་ཡང། ད་བྱ་ཉོ་ས་གཞན་དག་གི་ཉོ་རུ་འགྲོ་ཟའི་བྱ་ཚིག་གཞན་དག་གི་སྐྱོན་པ་ཡིན་ན་ཡང། དེ་ནི་འདིའི་རེག་ལ།

ཁོང་མ་གན་ཅཱ་ལ་ཉག་ཅེས་མདང་འཕངས་སོགས་ཟེར་ཡོང་ཡིན་ན་ད་དེ་ལ་བྱེད་ར་རྒྱག་དགོས་མི་འདུག་དངོས་གནས་བྱས་ན་མདང་འཕེན་བྱ་ཁ་ཧ་ཡོད་རེད་འཕེན་མ་བོ་ཁ་ཧ་ཡོད་རེད་སྐྱེས་ཚེ་འདི་ཡང་གོང་ནང་བཞིན་རེད་མདང་འཕངས་པའི་བྱ་བ་དེ། ཨ་ནི། ད་ཁོང་ཉར་ཏེ་ཟེར་ཡོང་དུས་ཉར་ནས་མདང་འཕངས་པར་རོགས་ད། བྱ་བ་སྔོན་མ་དེ་ག་ཐག་གཅོད་བྱེད་གི་རེད། མདའ་འཕངས་ཟེར་ཏེ་བྱ་བ་སྔོན་མ་ད་ཁོང་མ་ཉར་སོང་ཟེར་གི་ཉར་གནས་ཟེར་ཉར་ཡག་གི་བྱ་བ་བྱེད་འདུག་འདི་གི་བྱ་ཚིག་དེ་གི་འདི་ནི། བྱེད་སྒྲ་རྒྱག་མི་དགོས་དགོས་མི་དགོས་འདི་གི་ཐག་གཅོད་བྱེད་གི་རེད་གཤམ་གི་བྱ་ཚིག་བྱ་བ་དེ་མདའ་འཕེན་ཡག་གི་བྱ་བ་དེ་འདིའི་སྐབས་སུ་བྱ་བ་སྔོན་མ་དེ་ལ་བསྟུད་དུ་ཡོད་རེད།

དང་དེ་དང་དེ་ལ་སོགས་པ་ཅིག། དང། བྱ་བ་དང། ཆེ་བཅུ་ལ་སྦྱར་བྱས་ནས། དེ་ནས་རྒྱུ་མཚན་རྒྱུ་མཚན་འདྲེན་པ་སྟོན་བྱ་བ་བྱ་ཚིག་བརྒྱ་བརྒྱ་པ་མང་པོ་ཅིག་རེད། ད་དེ་ནས་གནད་འགག་གཅིག་ཟེར་ན་མི་འདུག་སྐད་ཆ་གཅིག་འདི་ཡོད་རེད་ཁ་ཚང་གོང་དུ་དེ་ཉིད་སྐབས་སོགས་ཏོག་ཙེ་ཞུས་པ་ཡིན། མཚམས་མཚམས་བྱུག་བྱ་བྱུག་བྱེད་ཐ་དད་མེད་བཟླས་བརྗོད་ཅིག་ལ་ཡང། བྱེ་བྲག་རྒྱ་ཁྱབ་སོགས་འདྲ་བོ་དེ་འདྲ་ཡང་ཡོད་རེད་དཔེར་ན་དངོས་གནས་བྱས་ན། མཚུངས་བྱུག་ཟེར་གི་རེད་མ་གཏོགས་པ་མཚུངས་ཀྱིས་བྱུག་ཟེར་གི་མ་རེད་བ། ད་དེ་འདྲའི་སྐད་ཡིག་དཔེར་ན་མཚུངས་ཀྱིས་བྱུག་ཟེར་ཡ་ཁྲག་གིས་བསྐུས་ཟེར་ཡ་འགྲོ་དེ་འདྲའི་གཞུང་ཆེན་པོ་དེ་འདྲ་ནང་ན་མང་པོ་སྦྱར་རྒྱུ་ཡོད་རེད་ད་མང་པོ་ཟེར་ན་ད། གར་ཚེ་བོ་རོགས་དཔེ་བརྗོད་ཅིག་བཞག་པ་ཡིན་ན་གང་ལ་གང་འཚམས་ཅིག་ད་དེ་རྩ་བ་ཉིད་ནས་འགྲིག་གི་མ་རེད་ཟེར་ན་ནི་ཞུ་མ་ཤེས་ཡ་འདྲ་བོ་ཅིག་སྦྱར་རྒྱུ་ཡོད་རེད། དེ་ནས་དངོས་གནས་བྱས་ན། བརྐོས་ཡག་དང་བྱུགས་ཡག་དེ་མཚུངས་རེད་བ། བྱུགས་ས་དེ་ད་རྩིག་པང་ཡིན་ན་ག་རེད་ན་དེ་རེད་བ། བྱུགས་ངན་དེ་མི་གཅིག་རེད་བ། ཨ་ནི་བཀྲ་ཤིས་ཀྱིས་མཚུངས་བྱུགས་ཟེར་དགོས་རེད་མ་གཏོགས་ད་ནི་བཀྲ་ཤིས་ཀྱིས་མཚུངས་ཅི་བྱུགས་ཟེར་ཡང་འགྲོ་གི། ཡོང་ཐབས་བདེ་བོ་འགྲོ་གི་མི་འདུག་བ། ཡིན་ན་ཡང་མཚུངས་ཅི་བྱུགས་ཟེར་ནི་ཡོང་གི་རེད། ཡིན་ན་འདི་ང་ཁ་ཤས་ཡང་ཡུལ་སྐད་ཁ་ཤས་ཀྱི་ལ་ངའི་འགྲོ་ཆོག་ཟེར་ཡག་གི་རྒྱུ་དེ་དང་རྩ་བ་ཉིན་མཐུན་གི་མ་རེད།

བཀྲ་ཤིས་ཀྱི་སྟ་རེ་གཤེན་རྒྱལ་སའི་ཡན་དུ་བརྩམས་ནས་བཏགས། གཅོད་བྱེད་སྟ་རེ་དེ་བཀྲ་ཤིས་ཀྱི་ཡིན་པ་རེད་མ་གཏོགས་པ། གཅོད་མཁན་དེ་ད་ལྟ་སུ་ཡིན་དམིགས་བསལ་སྟོན་གི་ཡོད་མ་རེད། བཀྲ་ཤིས་ཀྱི་སྟ་རེ་གཤེན་རྒྱལ། གཅོད་བྱེད་སྟ་རེ་དེ་བཀྲ་ཤིས་ཀྱི་ཡིན་པ་བསྟན་པ་ཙམ་རེད། བཀྲ་ཤིས་ཀྱིས་སྟ་རེའི་ཤན་འབྱེད་ཟིན་དུས་སྤྱོད་ངན་བཀྲ་ཤིས་རེད་སྤྱོད་རྒྱུ་ཡང་སྟ་རེ་སྟ་རེ་དེ་ག་རང་རེད་ཡིན་ནའང་སྟ་རེ་དེ་སུ་ཡིན་པ་དམིགས་བསལ་གང་བསྟན་ཡོད་མ་རེད་འོ་འདི་འདྲ་ཅིག་བྱས་ཏེ་བྱས་ནས་གང་དུ་འཚམས་འཚམས་བྱེད་དྲ་གོང་མ་དེ་ལ་འབྲེལ་སྒྲ་རྒྱག་ཆོག་གི་རེད་ཡང་དེ་ཡང་ཁོ་འབྲེལ་སྒྲ་རྒྱག་ཨང་དུས་ཙམ་ནས་སྤྱོད་རྒྱུ་དེ་སུ་ཡིན་པ་སྟོན་རྒྱུ་རེད་གོ་དེ་བཞིན་བྱེད་དགོས་ཞེས། དེ་ནས་ད་འདི་ལ། ཁར་སེ་ན་མང་པོ་ཅིག། ད་འདི་མང་པོ་ཅིག་ཞུས་བསྡད་ན་མང་པོ་རེད་ད་ཁ་ཅིག་འདོད་པ་དེ་ཚོ་མང་པོ་ཞུས་ན་དེ་འདྲའི་གནད་འགག་ཞུ་ཞུ་བྱེད་མི་འདུག་གང་ལྟར་ཅིག། ནམ་མཁའི་ཆབ་སེ་ཡ་འདྲ་བོ་དང་ད་དེ་ཚོའི་གྲས་དེ་ཚོ། ནམ་མཁའི་གར་ཆབ་སེ་ཡ་དེ་ཚོའི་གྲས་དེ་ཚོ་ནི། ཅིག། བྱེད་སྒྲ་ཏག་ཏག་འགྲིག་གི་མི་འདུག་ཁར་སེ་ན་འདི་འདི་འདྲའི་ཅིག་ནམ་མཁའི་ཆབ་པའི་བྱ་བ་ཅིག་ཡོད་མ་རེད་ཟེར་དེ་འདྲ་གསུང་ཡོད་ད་དེ་ཚོ་གཙོ་བོ་དེ་ཚད་མ་རིག་པོ་འདྲུད་དང། ཤེས་ཞོག་ཆེ་སོང་བ་རེད་བསམ་བསམ་འགྲོ་ཅིག་རེད།

རྒྱུ་མཚན། རྒྱུ་མཚན་གསར་བརྗེའི་རྟེན་འབྲེལ་ལ་མགྱོགས་ཞུགས་པ་མགྱོགས་ཚིམ་སོགས་འདྲ་བོ་དང། དེ་ནས་ད་འདི་ལ་མ་དབྱེ་བར་འགྲེལ་བྱེད་ཅིག་བྱ་བ་ཡིན་ན། ད་སྨོན་པ་སྐུར་ཚེགས་ད་དུ་ཚུལ་འབྲས་ཆ་ཚང་གཅིག་བྲལ་བ་རྫས་སོ་འདུ་ཡོངས་རྫོགས་དུ་འཆད་རྒྱུ་ཡོད་རེད། ད་བྲལ་བ་འདི་ཚོ། ད་འདི་གི་དབྱེ་བ་འདི་ནང་གསེས་འདི་ཚོ་ད་དམིགས་བསལ་ད་མང་པོ་མང་པོ་ཤོ་མ་དགོས་པ་ཅིག་གང་དང་གཅིག་སྤེལ་རྒྱུ་འདི་ཚོ་སོ་སོ་གི་ངོས་ནས་མ་ཅིག། ཚང་མ་གཅིག་དབྱེ་བ་ཅིག་ཕྱིས་ད་གང་དང་བྱ་བྱེད་ལས་གསུམ་དེ་འདྲའི་ཅིག་བྱས་བྱས་ནས་དེ་ནས་ད།